བཀྲ་ཤིས་བདེ་ལེགས། ཐོག་མར་དེ། རྣམ་པ་ཚང་མ་ལ་ཡ། ངེད་ཀྱི་ད་ཡུལ་གྲུབ་ཀྱི་མཚོན་པའི་དྲྭ་རྒྱ་གསན་གཟིགས་གནང་མཁན་ཚང་མ་ལོ་ལ་ཡ། འཛམ་གླིང་ས་ཕྱོགས་གང་སར་བཞུགས་ཡོད་པའི་རྣམ་རྣམ་པ་ཚང་མ་ལ་ཡ། ངེད་ཐོག་མར་དེ་ལ་ཡ། གདན་ས་ཆེན་པོ་དཔལ་ལྡན་འབྲས་དཀར་དགོན་པ་ལ་ཡོད་པའི་གུས་པ་རང་ཉིད་ཀྱི་རང་ཤག་ནས་ཚང་མ་ལོ་ལ་ཡ། འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡ་ཡིན། དེ་ནས་ད་ད་ལྟ་འདི་པཱ་རུ་ཏི་ལ་ཡ། ཨ། འདི་པཱ་རུ་ཏི་ལ་ཡ་དེ་སུ་ཡོད་རིན་པོ་བཀྲ་ཤིས་ཅཱ་ཡ་བྱུང་མ་སོང་དེ་ལྟ་དེ་ཅཱ་ཡ་མ་ར་ཡའི་གཙོ་བོ་འདྲ་བོ་དེ་ད། སོ་སོ་རང་ཉིད་ད་ལྟ་དེ་སློབ་པ་སློབ་གཉེར་བྱེད་བསྡད་ས་ཀྱི་ཨ། གྲྭ་ཚང། ནང་ལོགས་ལ་ཡ་རྒྱུགས་སྤྲོད་རེད་ད་འདིའི་རྗེས་ལ་དབྱར་ག་ཡི་རེད་ཨ་འདུག་བྱས་ནས་ཨ་འདུག་བྱས། ཡོད་རིན་པོ་བཀྲ་ཤིས་ཅཱ་ཡ་བྱུང་མ་སོང་ཨ་འདི་ཐོག་ལ་ཡ་རྣམ་པ་ཚང་མ་ལ་དགོངས་སེལ་ཞུས་པ་དང་སྦྲགས་ནས་ད་ད་རིང་ངའི་རྣམ་པ་ཚོ་ལ་ཡ་གར་འདྲ་ཞུ་ཡག་གི་འདུས་པ་བྱུང་སོང་ཟེར་བྱས་ནས་ཞུས་པ་ཡིན་ན། ང་རང་གཙོ་བོ་ད་སློབ་སྦྱོང་བྱེད་མཁན་གཅིག་ངོས་ནས་བཤད་པ་ཡིན་ན་ཨ་ནི་ཡི་གེ་དག་ཆ་དེ་གལ་ཆེ་ཆུང་ག་ཚོད་ཡིན་མེད་རོ་ཨ་ཐིག་གཅིག་ང་ཚོ་གཅིག་དག་ཆ་དེ་ཚོ་ཡག་པོ་ཤེས་པ་བྱེད་དགོས་ཡ་དེ་གལ་གལ་ཆེན་པོ་ག་ཚོད་ཡིན་མེད་ཨ་ནི་ཡང་དག་ཆ་སྦྱང་དགོས་ཡ་དེ་གལ་ཆེན་པོ་ཡིན་པ་ཧ་གོ་ནས་ཀྱང་ཡང་གཅིག་སྦྱང་ལུགས་སྦྱང་སྟངས་དེ་མ་ཤེས་བ་བྱས་ནས་ཡང་འདུག་བྱས་ལྷག་མཁན་དེ་འདྲ་ཡོང་སྲིད་པ་རོ་དེ་འདྲ་ཡིན་དུས་ཙམ་མ་ལ་ངས་དེ་རིང་གཙོ་བོ་དེ་ཨ་ནི་དག་ཆ་གལ་ཆེན་པོ་ག་ཚོད་ཡིན་མེད་དག་ཆ་སྦྱང་དགོས་ཡ་བྱོས་རོ་བ་དེ། གལ་ཆེན་པོ་ག་ཚོད་ཡིན་མེད་ཨ་འདི་ག་འདྲེས་སུ་སྦྱང་དགོས་ཀུ་རེད་ཟེར་ཡ་བྱོས་རོ་བོ་དེ། གཙོ་བོ་དེ་གཅིག་ཞུ་ནའང་བསམ་དྲན་ཟོར་བ། ད་དེ་ནས་ཨང་དང་པོ་དེ་ལས་ཡང་ང་རང་ཚོ་དག་ཆ་བརྩི་ཡ་དེ་ཧ་ལས་པའི་གལ་ཆེན་པོ་ཆགས་ཀྱི་ཡོད་རེད་བསམ་གྱི་འདུག་རོ་བ། གང་ཡིན་ཟེར་ན་ང་ཚོ། སོ་སོའི་གིས་ད་ཅིག་དག་ཆ་བརྩི་ཟེར་མཁན་དེ་མེད་པ་ཡིན་ན། དཔེར་ན་ཅིག་གོ་བ་རྦད་དེ་ལོག་ཀ་འདྲ་པོ་ཆགས་འགྲོ་གི་རེད་དྲན་གྱི་འདུག་རོ་བ། དཔེ་འདྲ་པོ་ཆགས་ཤག་པ་ཡིན་ན། ཨ་ནི། ཁང་པའི་སྒོ་ཕྱེ་ནས་གཙང་མ་བཟོས་ཟེར་ཡག་འདྲ་བོ་ཅིག་ཡི་གེ་དེ་འདྲའི་ཆེ་ད་སྤེལ་ཆོས་དེ་འདྲ་འདྲ་བོ་ཅིག་བྲིས་པ་ཡིན་ནར་ད། ཁང་པའི་སྒོ་ཕྱེ་ནས་གཙང་མ་བཟོས་ཟེར་ལབ་པ་ཡིན་ན་ད་ཁང་པའི་སྒོ་ཕྱེ་ནས་ཟེར་ཡག་དེ་སྒོ་དེ་ལས་ཡག་ཨ་ནི་ས་ག་ད་ག་ན་རུ་སྒོ་མ་བྲིས་བ་ཅེས་མ་འུ་ག་ན་རུ་སྒོ་ག་འདྲ་བོ་ཅིག་བྲིས་པ་ཡིན་ན་རྦད་ཁོ་རང་གོ་བ་ལོ་ག་ཆགས་ཚར་བ་ར་བ་འདི་ནོར་ཚར་བ་ར་བ་དེ་འདྲ་ཡིན་དུས་ཙང་མ་ལས་ཡག་འདི། ཁང་པའི་སྒོ་ཕྱེ་ནས་ཨ་ནི་ཅིག་གཙང་མ་བཟོས་ཟེར་ཡག་ཁང་པའི་སྒོ་གི་དག་ཆ་དེ་ག་རེ་རེད

གཅིག་ད་ང་རང་གིས་ངོ་ཞིང་པ་ཡང་ཆོས་གྲོགས་འདི་འདྲའི་ཡང་ག་ཤེད་གསུམ་དག་སྙན་ངག་ཅིག་ད་འདི་ཚོ་ཡི་རིག་གནས་ཀྱི་འགྲོ་སྟངས་འགྲོ་ལུགས་འགྲོ་སྟངས་འདི་ཚོ་ད་ཁྲེས་རྣམ་ཡས་སེ་ཡ་འདི་ཚོ་ད་ཡག་པོ་ཞུ་མཁན་མཁན་ཡོད་པ་གང་ཞིག་ལ་ཡང་ཡང་དག་ཆ་དེ་ཡང་ཞེ་དྲག་རང་དེ་ཙམ་གྱི་ཡང་ན་ཡག་པོ་མེད་དེ་ངེས་འདྲའོ། ཡང་འདི་འདྲའི་ག་ཤེད་ག་ཤེད་འདི་འདྲའི་བྱེད་ཡག་ཏུ་རུ་བ་ད་མཚན་སྨོད་མ་གོ་བ་ཆེ། འདི་འདྲའི་ཡིན་དུས་ཙམ་ལ་ཡང་ང་རའི་ལྟ་སྟངས་འདྲ་པོ་ཞུས་པ་ཡིན་ན་དག་ཆ་དེ་ཧང་སང་ཡང་གལ་ཆེན་པོ་འདུག་དཔེ་མཚོན་དེ་ངས་ཁོང་ལ་ཞུས་ཙམ་ཞུས་པ་དེ་འདུག་ཟིན་ཡི་རུ་བ། དེ་བྱས། དག་ན་ཤིང་གི་ད་པེ་ན་ང་རང་ཚོ་དེང་རབས་ཀྱི་ཤེས་ཡོན་སྦྱང་བསྡད་ཀྱིན་ད་པེ་ན་དབྱིན་ཇི་སྦྱང་བསྡད་ཀྱིན་ད་ལབ་དྲ་ཕུག་གུ་ཚུད་ཡིན་པ་ཡིན་ནའི་ག་འདྲའི་ཅིག་ཡིན་པ་ཡིན་ན་ཡང་དཔེ་དྲ་བོ་ཆགས་ཤ་པ་ཡིན་ན་ད་པེ་ན་དབྱིན་ཇི་སྦྱང་བྱེད་སྦྱང་མཁན་ཅིག་ཉོས་ནས་ཤེས་པ་ཡིན་ནར་ད། This food is very delicious དྲ་བོ་ཅིག་བྲིས་པ་ཡིན་ནར་ད། ད་པེ་ན་ཁ་ལག་དེ་ཞིམ་པོ་ཞུ་ཅིག་ཏུ་ལག་མགོ་བོར་བ། This food is very delicious ལབ་པ་ཡིན་ན་དེ་ཁ་ལག་དེ་ཞིམ་པོ་ཞེ་དྲག་འདུག་ཟེར་བ། ད་པེ་ན

འདི་འདྲ་ཡིན་དུས་ཚང་མ་ལ་ཡང་དག་ཆ་སྦྱང་དགོས་ཡ་དེ་ཧ་ལས་པའི་གལ་ཆེན་པོ་མཐོང་བསྡད་ཀྱི་འདུག་ཨ་ནི་གོ་བ་རྦད་དེ་ཁོ་ལོག་ཁ་མ་ཆགས་ཡ་གི་ཆེད་དུ་ཨ་ནི་ཁོ་དག་ཆ་སྦྱང་དགོས་ཡ་དེ་གལ་ཆེན་པོ་མཐོང་བསྡད་ཀྱི་འདུག་ཨ་དེ་གནད་འགག་ཞུ་ཡ་གཙོ་བོ་འདྲ་བོ་དེ་ངས་ད་རིང་དག་ཆ་གི་གནད་འགག་དེ་འདུག་ཟེར་བ། ད་དེ་ནས་རིམ་པ་གཉིས་པ་འདྲ་བོ་དེ་ཨ་ནི་དག་ཆ་སྦྱང་དགོས་ཡ་དག་ཆ་ཡང་སྦྱང་དགོས་ཡ་གི་གནད་འགག་དེ་ཧ་གོ་བ་ཡིན་ནའི་ཡང་སྦྱང་ལུགས་སྦྱང་སྟངས་དེ་མ་ཤེས་བ་ཆེ་ཡང་འགའ་ཤས་ཡན་ལྷག་དེ་གཉིས་དེ་འདྲ་ཡོང་སྲིད་པ་རོ་དེ་ཡིན་དུས་ཚང་མ་ལ་ངས་ད་རིང་སྦྱང་ལུགས་སྦྱང་སྟངས་དེ་ང་རང་ངོས་ནས་གར་མཐོང་གི་འདུག་ཟེར་ཆེད་དུ་ཞུ་བ་ཡིན་ན། ཨང་དང་པོ་དེ་ལ་ཡང་ང་རང། གདན་ས་ཆེན་པོ་གཅིག་ནང་ལོགས་ལ་ཡང་དཔེ་ཆ་ལྟ་མཁན་གཅིག་ཡིན་ད་དཔེ་ཆ་ཞུ་ཤེས་མཁན་དོ་ཁྱེད་མ་རེད་དེ་ཡིན་ན་ཡང་ད་ཁོ། འཛིན་གྲྭ་གཅིག་པ་ཚོས་མཉམ་དུ་ཨ་ནི་ཆུ་ཆོད་ར་འགྲོ་ད་དཔེ་ཁྲིད་འགྲོ་ལབ་ལབ་འགྲོས་ཨ་ནི་དཔེ་ཆ་ཀློག་འདུག་བྱས་ག་འདར་བྱེད་ཡ་བྱེད་དགོས་རེད་དེ་ཡིན་ན་ཡང་ད་མཁས་པ་དེ་འདྲས་དོ་ཁྱེད་མ་རེད་ཡང་དྲང་པོ་ཞུ་ན་རོགས་ཨ། ཨང་དང་པོ་དེ་ལ་ཡང་ད་ངས་ཀྱི་ད་ལྟ་ངོ་དེབ་དེ་རེད་ཨ་ནི་གཅིག YouTube Instagram སེང་སེང་གནང་མཁན་ད་ནང་ལོགས་ནས་ད་ཡང་དགེ་འདུན་པ་དེ་འདྲས་མང་པོ་ཡོད་པས་སོང་ཙང་ཨ་ནི། ད་ང་རང་གི་ཆོས་གྲོགས་དེ་འདྲ་མང་པོ་ཡོད་པས་སོང་ཙང་ཨ་ནི་ངའི་རྒྱའི་རྣམ་པ་ཚོ་ལ་ཡང་དཔེ་ཆ་ལྟ་མཁན་གཅིག་ངོས་ནས་བཤད་པ་ཡིན་ན་ཨང་དང་པོ་དེ་ལ་ཡང་དག་ཆ་དེ་ག་འདྲས་སུ་སྦྱང་དགོས་རེད་ཟེར་བྱས་ནས་ཞུ་བ་ཡིན་ན་རོགས་ཨ། ད་ང་རང་ཚོ་དུས་རྒྱུན་དུ་ནས་དཔེ་ཁྲིད་འགྲོ་དགོས་རེད་བཟོ་ཚོགས་ངོས་ནས་དཔེ་ཆ་ཀློག་དགོས་རེད་ཞོ་སྐད་ནམ་ལངས་བ་དང་ཨ་ནི་དཔེ་ཆ་ཀློག་ལ་གཟིམ་དགོས་རེད་བློ་འཛིན་བྱེད་དགོས་རེད་རོགས་ཨ། དེ་འདྲ་ཡིན་དུས་ཙམ་མ་ལ་ཡང། དཔེ་ཆ་བློ་འཛིན་བྱེད་པའི་སྐབས་ལ་ཡང་ད་དཔེ་ན། དཔེ་ན་ངལ་གསོ་འགྲོ་པོ་ཆགས་ཤིང་ད་ད་ལོ་དུ་བ་འཛིན་གྲྭ་གསར་པ་ལས་འགྲོ་དགོས་རེད་དེ་འདྲའི་ཡིན་དུས་ཚང་མ་ལ་ཡང་དུ་བ་སྒོ་ནས་བལྟས་པའི་སྐབས་ལ་ཡང་ད་ངས་དཔེ་མཚོན་ཞུ་གིན་ཡོད་དུས་ཞུ་གི་ཡོད་ད་རོ་བ། དཔེ་ན་འདུག་སྡོམ་དེ་ཚོ་ད་བློ་ལ་བསུབ་ཀྱི་ཡོད་དུས་དཔེ་ན་བློ་གསལ་གླིང་གི་འདུག་སྡོམ་འདྲ་བོ་ཆགས་ཤིང་ད་ད་དགེ་བཤེས་བློ་བཟང་ཚེ་རིང་གིས་བསྩལ་པའི་འདུག་སྡོམ་ཆགས་དགོས་རོ། ཨ་ནི་ཐམས་ཅད་མཁྱེན་པ་ལ་ཕྱག་འཚལ་ལོ་དང་པོར་ཤ་དུག་དྲུང་དུ་ཐུགས་བསྐྱེད་ནས་བར་དོ་གྲ་མེད་གསུམ་དུ་འཚོལ་ངེས་སོ་མཐའ་མར་རྡོ་རྗེ་གདན་དུ་སངས་རྒྱས་པ་སྟོན་པ་ཐུབ་པའི་དབང་པོར་ཕྱག་འཚལ་ལོ་ཟེར་ཡ་གི་ད་ཆོས་སྤྱོད་འདྲ་པོ་དེ་འདི་འདྲའི་བྱ་གི་འདུག་ཨ། ནམ་རྒྱུན། ད་དཔེར་ན་ནས་ད་ལྟའི་ལོ་ལ་བོད་བློ་འཛིན་བྱེད་དགོས་རོགས་དེ་ནས་ཐམས་ཅད་སྐྱེན་པ་ལ་ལྕགས་ཚོད་ལོ་དམ་པོར་བྱ་དུ་འཁྲུ་འདུག་ཐུགས་རྒྱ་ནས་འདུག་སེ་ཆེད་བློ་འཛིན་བྱེད་དགོས་རོགས། དེ་བྱེད་དུས་ཙང་མ་ལ་ཡ། དཔེ་ཙང་བློ་འཛིན་བྱེད་མཁན་བྱེད་མཁན་དེ་ལ་ཡ་དག་ཆ་དེ་མཉམ་དུ་བཏགས་ནས་འདུག་སེ་འགྲོ་དགོས་ཡ་དེ། གལ་ཆེན་པོ་འདྲ་ཞིག་མཐོང་གི་འདུག་གང་ཡིན་ཟེར་ན་ད་བློ་འཛིན་དེ་ཁོ་ཡང་ནས་ཡང་དུ་བཟོ་དགོས་དགོས་བ་རེད་ཉི་མ་རྟག་པ་རེ་ཞིག་ཅིག་བཟོ་དགོས་དགོས་བ་རེད་དཔེ་ཁྲིད་དང་ལབ་ལབ་ག་བ་ཡིན་པ་ཡིན་ད་ཁོ་ག་དེ་ཡང་ནས་ཡང་དུ་འགྲོ་དགོས་དུས་ཙང་མ་ལ་ཡ། དཔེ་ཆ་ཀློག་ནས་དགོས་དགོས་རོགས། དུས་ཚོད་ལོགས་སུ་ཁེལ་བཏང་མ་འགོར་བ་བཅས་སོ་སོའི་ངོས་ནས་དག་ཆ་དེ་མཉམ་དུ་མཉམ་དུ་འདུག་ཟེར་གྱིན་ལྟ་གིན་ལྟ་གིན་བྱས་ནས་འགྲོ་བཞག་པ་ཡིན་ན་དེ་དངོས་གནས་དྲང་གནས་ཡར་རྒྱས་འགྲོ་བ་ཡིན་ལ་ཞུ་བ་ཆེ་ཕན་ཐོགས་ཆེན་པོ་འདྲ་ཞིག་མཐོང་གིན་འདུག་ཟེར་གྱིན། འོ་དེ་ཞུ་ན་ཡིན་རོ་བ་དཔེ་འདྲ་བོ་ཆགས་བཞག་ན། ཨ་ནེ་དཔེ་ད་གིན་ངས་བསྡུ་སྡོམ་གོ་ལ་དབུ་ལས་མ་ཞུས་པ་ནང་བཞིན་རོ་བ་དཔེ་ན་ཐམས་ཅད་མཁྱེན་པ་ལ་ཕྱག་འཚལ་ལོ་ཟེར་ལབ་པ་ཡིན་ན། ད་ཐམས་ཅད་མཁྱེན་པ་ཟེར་ཡ་དེ། ཐམས་ཅད་མཁྱེན་པ་ཟེར་ཡ་དེ་དག་ཆ་ག་རེ་རེད་ཤ་ཨང་ཐ་མ་ཐམ་རེད་བས་ཐ་མ་ས་ཐམ་རེད་བས་ག་རེ་རེད་ཤ་རོ་ཨ་དཔེ་ཆ་ལྟ་གིན་ལྟ་གིན་བྱས་ཨང་ཐམས་ཅད་ཀྱི་ཐམ་དེ་ཐ་མ་ས་ཐམ་ཅག་དང་བཅས་ཐམས་ཅད་རེད་འདུག་ཨ་སེམས་བློ་ལ་དེ་འདྲས་ཤ་རོ་ཨ་ཐམས་ཅད་མཁྱེན་པ་ལ་ཕྱག་འཚལ་ལོ་ཨ་ནི་དམ་པོར་ཤ་དུག་དྲུང་དུ་ཐུགས་བསྐྱེད་བར་དུ་གྲངས་མེད་གསུང་དང་ཚོགས་གཉིས་རྫོགས་ཟིན་ད་ཚོགས་ཀྱི་དག་ཆ་ག་རེ་རེད་ཤ་ཨ་ནི། ཨ་ནེ་རྫོགས་ཟིན་རིག་ཙམ་མ་ལ་དག་ཆ་ག་རེ་བཞག་འོ་དེ་ཚོ་ཕར་ལྟ་གིན་ལྟ་གིན་བྱས་འདུག་བྱས་ཕར་འགྲོ་པ་ཡིན་ན་ཨ་ནེ་ད་དེ་དངོས་གནས་དྲ་གནས་ཅིག་དུས་ཚོད་ལོགས་སུ་བཏང་མ་དགོས་པའི་ཐོག་ནས་ཨ་ནེ་ཅིག་དཔེ་ཆ་ལྟ་གིན་བྱེད་ངོས་ནས་བཤད་པ་ཡིན་ན་དག་ཆ་ཡར་རྒྱས་འགྲོ་ཡག་གི་ཐབས་ལམ་བཟང་ཤོས་ཅིག་མཐོང་གིན་འདུག་བྱས་འོ་དེ་འདྲས་ཅིག་ཞུ་ཡག་ཡིན་རུང། དེ་ནས་ད་ཡང་ང་རང་ཚོ་དཔེ་ཆ་ནང་ལོགས་ལས་དེ་དང་འབྲེལ་བའི་དོན་གནད་འགའ་ཅིག་ཞུས་པ་ཡིན་ན་དཔེ་ཆ་ནང་ལོགས་ལས་ཡང་དག་ཆ་ནོར་བསྡད་རྒྱུ་དང་དེ་འདྲས་མང་པོ་ཅིག་ཡོང་གི་འདུག་དཔེར་ན་ངའི་རྒན་རིན་པོ་ཆེ་འདྲ་བོ་ཆ་མཚོན་པ་ཡིན་ན། དུས་རྒྱུན་དུ་མ་དཔེ་ཁྲིད་གནང་བའི་སྐབས་ལ་ཡང་དག་ཆ་དེ་ཚོ་ད་རྒན་རིན་པོ་ཆེ་པས་དངོས་གནས་དྲང་གནས་སུམ་རྟགས་དང་རིག་གནས་དེ་ཚོ་དོན་ཧ་ལས་པའི་ཡག་པོ་དེ་འབྲེལ་བ། དེ་ཡིན་དུས་དག་ཆ་མཉམ་དུ་མཉམ་དུ་གསུང་གིན་གསུང་གིན་བྱེད་ཀྱི་རྒན་གྱིས་ད་དཔེ་ཆ་དེ་ཚོ་ནང་དག་ཆ་ནོར་བསྡད་ཡོད་ན་ཨ་འདི་ས་ཡང་ཅུ་ཆེར་དང་འདི་བག་དངོས་ཅུ་ཆེར་དང་ཨ་ནི་འདི་དག་ཆ་དེ་འདྲའི་མར་དང་འདི་ནོར་བསྡད་འདུག་དག་ཟིན་བཟོ་བཅོས་ཞུ་བཏང་གནང་གི་རེད་དེ་འདྲས་ཡིན་དུས་ཙམ་མ་ལ་ཡ། ཨ་ནི་གང་ལྟར་ཡང་དག་བརྒྱ་ཆ་བརྒྱ་བཏང་པ་ཡིད་ཆེས་མ་བྱེད་བ་ཅིག་དང་གང་ལྟར་ཁོའོ། དེབ་དེ་ཚོ་པར་སྐྲུན་བྱེད་དུས་ཙམ་མ་ལོས་ཡ་ཡང་ནོར་འཁྱོག་དེ་འདྲས་ཡོང་སྲིད་ཀྱི་རོ་ཨ་དེ་ཡིན་དུས་སོ་སོ་ངོས་ནས་དག་ཆ་དེ་ཚོ་ཡང་དག་དག་ཅིག་དཔེ་ཆ་ནང་ལ་ཡོད་འཁྱོག་དེ་ད་ག་རང་འདྲ་ཇི་བཞིན་པ་ཁས་མ་བླང་བ་ཆེ་སོ་སོ་ངོས་ནས་དག་ཆ་དེ་རེད་འདུག་རེད་མི་འདུག་ཚིག་མཛོད་དེ་ཚོ་སྔོག་དག་ན་ཞིག་རྒན་རྣམ་པ་དག་ཅིག་དངོས་གནས་རིག་གནས་ཡག་པོ་ཡོད་མཁན་དག་ཆ་ཡག་པོ་ཡོད་མཁན་རྒན་རྣམ་པ་ཚོ་ལ་ཕ་ཚར་གཉིས་གསུམ་དེ་འདྲའི་བཀའ་འདྲི་ཞུས་འདུག་ཟེར་ནའང་དག་ཆ་དེ་ཚོ་བརྟན་པོ་བཟོ་དགོས་ཡ་དེ། གལ་ཆེན་པོ་མཐོང་གི་འདུག་ཟེར་ནས་ད་དག་ཆ་ནི་ཁོ་སྦྱང་ལུགས་སྦྱང་སྟངས་བཅོས་རོགས་དེ་གནད་འགག་དེ། དེ་འདྲའི་ཆེ་མཐོང་དེ་གི་དོར་བ་ད་ང་རང་ཚོ་དཔེ་ཆ་ལྟ་མཁན་བཅོ་ལྔའི་ནང་ཤེས་པ་ཡིན་ན། ད་ཨ་ན་ཞིག་བླ་བྲ་སྤུ་གུ་ཚོ་ཡིན་པ་ཡིན་ན་ཁོ་གཅིག་པ་གཅིག་ཀྱང་ད་བླ་བྲ་སྤུ་གུ་བོད་ཡིག་སྦྱང་མཁན་ཡིན་ན་བོད་ཡིག་སློབ་ཚན་ཡོད་ན། ཀློག་དེབ་མ་ཀློག་མཁན་ཀློག་མཁན་བཅས་ཨ་ན་ཀློག་དེབ་ནང་ཀློག་ལ་ཡ་དག་ཆ་སྦྱང་མཁན་སྦྱང་མཁན་བྱས།

ས་ཆ་དེ་ལ་གིས་ཉེས་དམའ་ཡུག་རོགས་ཟེར་ཡག་གི་ཡི་གེ་དེ་འདྲ་བྱ་གི་འདུག་ཨ། ཨ་ནི་ས་ཆ་དེ་ལ་ནི་གིས་ཉེས་དམའ་ཡུག་རོགས་ཟེར་ན་ད་གིས་ཉེས་ཀྱི་དག་ཆ་ཡང་ག་རེ་བཞག་ཡང་འདུག་ཟེར་ལྟ་གིན་ལྟ་གིན་སྦྱང་གིན་སྦྱང་གིན་བྱས་ཨ་ནི་གཅིག་འཁྱམ་ཁ་འགྲོ་བ་ཡིན་ན་ཨ་ནི་འཁྱམ་ཡག་གི་གོ་སྐབས་བྱེད་ཡ་བྱུང་བ་ཨ་ནི་ཞག་དང་ཞོར་ལ་སློབ་སྦྱོང་བྱེད་ཡ་རག་པ་འོ་དེ་འདྲ་ཆགས་གི་འདུག་ཨ་དེ་ཡིན་དུས་ཙང་མ་ལ་ཡག་གོ་འཁྱམ་གིན་འཁྱམ་གིན་ཕྱིར་ལོག་ག་འོ་ག་ས་འཁྱམ་ཁ་འགྲོ་བ་ཡིན་ན་ཡི་གེ་འདི་ཚོ་ཀོང་ཅིག་ཀློག་ཨ་ནི་ཅིག་དག་ཆ་ག་རེ་རེད་བཞག་དེ་ཚོ་དོ་སྣང་སྤྲད་དགོས་ཡ་དེ་གལ་ཆེན་པོ་ཐུག་ངེས་འདུག་འོ་དེ་འདྲ་ཞུ་ཡ་ཡིན་ད་ངས་དེ་རིང་དག་ཆ་ཨ་ནི་སྦྱང་ལུགས་སྦྱང་སྟངས་ཀྱི་གནད་འགག་འདྲི་དགོས་ད་དག་ཆ་ཇི་ཐང་སྦྱང་དགོས་ཡ་གི་ཨ་ནི་གནད་འགག་ཆེ་ཨ་ནི་ཡང་སྦྱང་ལུགས་སྦྱང་སྟངས་དག་ཆ་གི་དག་ཆ་སྦྱང་དགོས་ཡ་གི་གནད་འགག་དེ་ཧ་གོ་བ་ཡིན་ན་ཡང་ཨ་ནི་སྦྱང་ལུགས་སྦྱང་སྟངས་དེ་མ་ཤེས་པ་ཡིན་ན་ངས་ཅིག་གར་སོ་གོ་ར་ད་ཅིག་ཧ་མ་གོ་ནི་དེ་འདྲའི་ལྷག་དེ་ངས་དེ་འདྲ་ཡོད་པ་ཡིན་ན་ཨ་ནི་དེ་ཚོ་ལ་ཡ་ད་ང་རང་གིས་གང་ཤེས་པ་ད་སོ་སོ་གིས་ཅིག་དུས་རྒྱུན་ཐོག་ནས་གང་ཐུག་ཅི་ཐུག་ལག་ལེན་བསྟར་དེ་ཡ་འདྲ་བོ་ཅིག་ད་སྙིང་བསྡུས་ཞུས་ན་དེ་ཅིག་ཕན་གྱི་ཡོད། ཕན་ཐོགས་ཅིག་ཡོང་གི་རེད་བསམ་དྲན་ཚོར་བ། གང་ཡིན་ཟེར་ན་ང་ཚོ་དེང་སང་ལས་དང་པོ་བ་ད་དཔེ་ན། བློ་སེང་ལེ་ལི་འདྲ་བོ་ཆགས་ཤག་ན་སྟག་རིས་འཛིན་གྲྭ་ན་ལ་དྭགས་ཆ་འདུག་ཟེར་ཅེས་རྒྱུ་སྤྲད་དགོས་དགོས་བ་རེད་ཨ་དྭགས་ན་ཞིག་བླ་བྲག་ཁག་དེ་འདྲ་ཡིན་པ་ཡིན་ན་ཁོ། འཛིན་གྲྭ། སྔོན་འགྲོ་འཛིན་གྲྭ་དང་འཛིན་གྲྭ་དང་པོ་དེ་ཚོ་ལ་ཡང་དྭགས་ཆ་ཅང་འདུག་ཡིན་གཅིག་མིན་གཅིག་ཁོ་དྭགས་ཆ། ཨ་ནེ་གར་ཤོར་ད་ལྟ་བྱིས་པ་དྭགས་ཡིག་གིས་དེབ་ཆུད་དོ། འདི་ཞིག་བཞག་བྱས་ནས་ངེས་པར་དུ་འགྲོ་དགོས་ཡ་དེ་འདྲ་ཁྱེད་ཡོད་ཡོད་མ་རེད། ཡོད་མ་རེད་བསམ་གྱི་འདུག་ར་བས་ན་ཀ་ར་ཀོ་ཇུ་ཞེས་ཟེར་དང་ཀ་བ་ཀོ་བ་ཀ་རྐྱང་ཡིན་ཟེར་ཡག་གི་དེབ་ཅིག་འདུག་ད་འདི་སྦྱང་ཡག་འདུག་ཅི་ཐང་ཡག་པོ་འདུག་མ་རེད་ཟེར་ཞུ་གི་མེད་དེ་ཡག་པོ་རེད་ཏེ་ཡིན་ན་ཡང་དག་ཆ་སྦྱངས་པ་ལས་ཡིན་གཅིག་མེད་གཅིག་ཨ་ནི་བྱིས་པ་ད་ཡིག་གི་དེབ་སུ་འདྲ་པོ་བྱེད་ཀ་ར་ཀོ་ཇུ་ཞེས་ཟེར་དང་ཀ་བ་ཀོ་བ་ཀ་རྐྱང་ཡིན་ཟེར་ངེས་པར་དུ་དེ་འདྲས་འགྲོ་དགོས་ཡག་གི་མི་འདུག་ཨ་འདི་ཡིན་དུས་སོ་སོ་འཁྱམ་ཡག་དང་བཞག་དང་ཞོར་ལ་དཔེ་འཁྱམ་ཡག་གི་གོ་སྐབས་ཡལ་བྱུང་བ་ཨ་སློབ་སྦྱོང་ཡང་ར་བ་འོ་འདི་འདྲས་ཅིག་བྱེད་དགོས་ཡ་འདི་གལ་ཆེན་པོ་འདྲ་ཞིག་མཐོང་གི་འདུག་ཟེར་གྱིན་འོ་འདི་འདྲས་ཞོན་ཡེར་བ་ད་གཙོ་ཆེ་ཤོས་ད་ང་རང་གིས་འདི་ད་ཅིག། སོ་སོ་གི་ད་དེ་ད་ཉམས་མྱོང་དུ་མ་སོང་ད་དེ་འདྲས་ཞུས་པ་ཡིན་ན་ཡག་པོ་ཡོང་ས་རེད་དྲན་གི་འདུག་རོ་འོང་དེ་འདྲས་བྱེད། ནས་ང་རང་ཡིན་ན་ཡང་ཞུ་ཞུ་དག་ཆ་མཁས་པ་དང་དེ་འདྲས་རྩ་བ་ཉིད་ནས་ཡིན་ཟེར་ཞུ་གི་མེད་རོ་ད་ཡིན་ནས་དུས་རྒྱུན་ཐུག་ནས་ད་སོ་སོ་གི་གང་ཐུག་ཅི་ཐུག་ལག་བསྟར་དེ་འདྲས་བྱེད་ཕྲན་བུ་ཕྲན་བུ་བྱེད་ནས་འགྲོ་བསྡད་པའི་ཁྱོད་ཡིན་རོ་ཨ་དེ་འདྲས་འགྲོ་བ་ཡིན་ན་དཔེ་མི་སྲིད་ཕན་ཐོག་འདུག་འོང་དེ་འདྲས་ཞུ་ཡིན་རོ་དཔེ་འདྲ་བོ་ཆགས་ཆགས་ནས་ད་ང་རང་གི་ད་ལྟ་དཔེ་ན་ངའི་ལོ་རྒྱུས་འདྲ་བོ་ཅིག་ཁྲིད་ཤོར་ལབ་པ་ཡིན་ན་ངས་ཀྱིས་ད་བརྒྱ་ཆ་བརྒྱ་དོ་གང་ཞིག་དེ་བརྒྱ་ཆ་བརྒྱ་ནས་བརྒྱ་ཆ་བརྒྱད་ཅུ་དགུ་བཅུ་ཟིག་ངས་དག་ཆ་མ་ནོར་ནས་བྲིས་ཐུག་ཡ་གི་སོ་སོ་ལ་གདེང་ཚོད་འདྲ་པོ་དེ་འདྲའི་རྙེད་ཟུར་བ་ཨ་ནི་དག་ཆ་སྦྱང་ཡ་དེ་གས་ཏེ་ངས་ད་གིན་གོང་ལ་ཞུ་བ་ན་ཅིག་ང་རང་དེ་འདྲའི་རང་སྦྱང་ནས་འགྲོ་བ་ཡིན་མ་གཏོགས་ཨ་ནི་ཡང་ཀ་ར་ཀོ་ཤུ་ཤེས་ཚད་དང་ཀ་བ་ཀོ་ཀ་རྐྱང་ཚད་དེ་འདྲའི་སློབ་ཚན་དམིགས་བསལ་གྱི་ཨ་ནི་ཅིག་ཁྲིད་ནས་དེ་འཛིན་གྲྭ་ནང་ལོགས་ལ་ཡ་ད་ཅིག་ཁྲིད་ནས་རྒན་དེ་ཚོ་ལ་ཡང་དམིགས་བསལ་གྱི་སྦྱང་མྱོང་མེད། གང་ཡིན་ཟེར་ན་ད་སླབ་གྲྭ་འགྲོ་བའི་སྐབས་ལ་དང་པོ་དཔེར་ན་ང་ཚོ་གྲྭ་ཚང་སླབ་གྲྭ་ལོ་ག་ཤེད་འགྲོ་བར་སླབ་གྲྭ་འགྲོ་དུས་དང་པོ་ནས་འཛིན་གྲྭ་གཉིས་པ་ནས་འགྲོ་དུས་བྱས་ཤ་བར་བ། འོང་འདུག་ཟེར་དུས། ད་ལྟའི། བོད་མི་སྲིད་པའི་གནད་འགག་འདྲ་བོ་ཞིག་མཐོང་བསྡད་ཀྱི་འདུག། འོང་འདི་འདྲའི་ཞོད་ཡིན་རོགས་ཨ། ཨ་ནི་གལ་སྲིད་རྣམ་པ་ཚོ་ཡང་འདི་ཡག་པོ་འདྲ་འདྲ་ཞིག་མཐོང་པ་ཡིན་ན་ཨ་ནི་ངའི་བརྙན་ཐུང་འདི་ལ་ཡང་ཨ་ནི་གཅིག་གི YouTube ཡིན་པ་ཡིན་ན YouTube གང་ལ་གང་མང་མང་ཅིག་ཨ་ནི Subscribe གནང་རོགས་གནང་ཅིག་ནི་ཞུ་ཡ་དང། ཨ་ནི་ད་ནང་བཞིན་གྱི་ཨ་ནི་འདི། ཡག་པོ་འདྲ་ཞིག་མཐོང་པ་ཡིན་ན Subscribe དང་གང་མང་མང་ཅིག་གཞན་ལ་གང་མང་མང་ཅིག་ཕར་ཚུར་བརྒྱུད་བསྐུར། ལགས་སོ་བ་དེ་འདྲ་གནང་རོགས་གནང་ཅིག་ནི་འོད། འོ་དེ་འདྲའི་ཞུ་ཡ་ཡིན། ལགས་སོ། ཨ་ནི། དེ་དང་འབྲེལ་བའི་ཐོག་ནས་གནས་ཚུལ་དེ་འདྲ་གལ་ཆེན་པོ་དེ་འདྲ་ལྷག་ཡོད་པ་ཡིན་ན་རྗེས་སུ་ཞུ་ཆོག་བྱས་ཞུ་ཡ་ཡིན། ཨ་དེ་རིང་འདི་གམ་ཟིན། ཨ་རྣམ་པ་ཚང་མ། སླར་ཡང་ལེ་ཚན་རྗེས་མའི་ནང་མཇལ་ཆོག་བྱས་ཞུ་ཡ་ཡིན། ཐུགས་ཆེ་གནང།